ཆུ་བོ་ཐུགས་ཀྱི་སློབ་དགེ་བ་ཡོངས་ལ་འཚམས་འདྲི་ཞུ་བ་དང་ཆབས་ཅིག་ད་སློབ་གསོ་དབུ་འཛུགས་ཞུ་ཡ་ཡིན། ཁ་སང་ང་ཚོ་སློབ་ཚན་དང་པོའི་སྔོན་བརྗོད་ག་སློབ་ཚན་དང་པོའི་ནང་ལ་དང་པོ་སྔོན་བརྗོད་ས་ག་རེ་ཟེར་གྱི་ཡོད་མེད། སྔོན་བརྗོད་ལ་དབྱེ་བ་ག་ཚོད་ཡོད་མེད། ཡང་དེའི་ནང་གསེས་ཡང་ནང་གསེས་ནང་ལ་ཡང་དབྱེ་བ་ག་ཚོད་ཡོད་མེད་དང་དེ་ནས་དེའི་ནང་ནས་ཀྱང་ག་ཚོད་འདི། སྔོན་བརྗོད་སྒྲུབ་ཚུལ་དེ་སྔོན་བརྗོད་སྒྲུབ་ཚུལ་གང་ཡིན་པ་དེ་རེ་རེ་བྱས་ནས་བཤད་ཡོད་རེད། ད་དེ་རིང་ང་ཚོ་གར་འགྲོ་ཡོད་སམ་ཡོད་ན་སངས་རྒྱས་ཀྱི་མཚན་ལ། མ་འདྲ་བ་ག་ཚོད་དུ་དེ་འགྲོ་ཡ་རེད། དེ་མ་འགྲོ་བའི་སྔོན་ལ་དང་པོ་ང་ཚོ་ཞལ་རས་ཆེ་འགྲོ་ཡ་ཡིན་དང་པོ་ཚིགས་བཅད་དེ་མ་ཀློག་ཡིན་རྒྱལ་བ་བདེ་གཤེགས་ཀུན་མཁྱེན་དང་རྣམ་འདྲེན་དཔག་སྡུག་རྐང་གཉིས་གཙོ། གཉིས་མེད་གསུམ་དང་བཅོམ་ལྡན་འདས་སྟོབས་བཅུ་མངའ་བ་སངས་རྒྱས་མཚན། འོ་དེ་སངས་རྒྱས་དྲུག་བདུན་ཅིག་ཡོད་རེད་སེམས་ལ། ད་རྒྱལ་བ་ཟེར་བ་གང་ད་དང་པོ་རྒྱལ་བ་རེད་འདུག་སངས་རྒྱས་ཀྱི་སངས་རྒྱས་ཀྱི་མཚན་གཅིག་ལ་རྒྱལ་བ་ཟེར་བ་རེད་ལབ་རེད། བདུད་བཞི་བདུད་བཞི་འདུག་ཉོན་མོངས་པའི་བདུད་གཅིག་རྗེ། འཆི་བདག་གི་བདུད་གཉིས་བྱེད། ཕུང་པོའི་བདུད་གསུམ་བྱེད་ལྷ་ཡི་བུའི་བདུད་བཞི་བདུད་བཞི་ལས་བདུད་བཞི་འདི་ནི་དྲིལ་བསྡུ་བ་བདུད་བཞི་ལས་རྣམ་པར་རྒྱལ་བས་ན་རྒྱལ་བ་སླ་བ་རེད་ལབ་རེད། བདུད་བཞི་ཉོན་མོངས་པའི་བདུད་འདོད་ཆགས་ཞེ་སྡང་གཏི་མུག་ལ་སོགས་པའི་བདུད་ལས་རྒྱལ་ཁ་ཐོབ་ཐུབ་གི་ཡོད་རེད། འཆི་བདག་གི་བདུད། འཆི་བདག་གི་བདུད་ལས་རྒྱལ་ཁ་འཆི་བདག་སམ་འཆི་བདག་ང་ཚོས་ཤེས་ཡག་གི་བདུད་དེ་ལས་འཆི་བདག་གི་བདུད་དེ་ལས་རྒྱལ་ཁ་ཐོབ་ཐུབ་གི་ཡོད་རེད། འགྲོ་བ། དེ་དེ་ཤུགས་དེ་ལ་ཕུང་པོ་འདུས། ཕུང་པོ་ང་རང་ང་ཚོ་ང་ཚོ་གང་ཟག་ཕལ་བ་དེ་ཚོ་ཁ་ཟས་ལ་བབས་ཡིན་ན། ཟག་བཅས་ཉེར་ལེན་གྱི་ཕུང་པོ་ལ་བརྟེན་ནས་འཁོར་བ་ལ་འཁྱམས་དགོས་པ་རེད་སངས་རྒྱས་ཕུང་པོ་དེ་ཟག་བཅས་ཉེར་ལེན་གྱི་ཕུང་པོ་མ་རེད་པ་འོ་དེ་དུས་ལ་རྒྱལ་ཁ་ཐོབ་དུས་ཕུང་པོ་འདུས་བྱས། ཕུང་པོ་དུས་ལ་རྒྱལ་ཁ་ཐོབ་པ་བྱས་ལྷ་ཡི་བུ་དུས་ང་ཚོ་གང་ཟག་ཕལ་བ་དེ་ཚོ་རང་ལྷ་ཡི་བུ་གདུགས་དཀར་ཨོང་ཆུ་ལ་སོགས་པའི་གནོད་པ་བསྐྱལ་ཐུབ་ཀྱི་ཡོད་རེད་བ་རྒྱལ་བ་ལ་ཁོང་ཚོ་གི་གནོད་པ་བསྐྱལ་ཐུབ་ཀྱི་ཡོད་མ་རེད་བ་དུས་རྒྱུ་མཚན་དེ་ལས་དེ་ནི་ལྷ་ཡི་བུའི་བདུད་ལས་ལྷ་ཡི་བུ་ཡི་བདུད་ལས་རྒྱལ་བ་མདོ་སྡེ་བ་ནི་ཉོན་མོངས་པ་དང་འཆི་བདག་གི་བདུད་དང་ཕུང་པོའི་བདུད་དང་ལྷ་ཡི་བུའི་བདུད་བཞི་ལས་རྒྱལ་ཁ་ཐོབ་པ་ལ་བརྟེན་ནས་རྒྱལ་བ་ཟེར་བ་དང་དེ་རྣམས་ནམ་རྒྱུན་བྲིས་པའི་སྐབས་ལ་བདུད་བཞི་ལས་རྣམ་པར་རྒྱལ་བས་ན་རྒྱལ་བ་ཟེར་བ་རེད་ལབ།

ད་བྱང་ཆུབ་སེམས་དཔའི་ལམ་ཉམས་ལེན་བྱང་ཆུབ་སེམས་དཔའ་གྱིས་བྱང་ཆུབ་སེམས་ཀྱི་ཐོག་ནས་ཉམས་ལེན་བྱེད་པ་དང་བྱང་ཆུབ་སེམས་ཡོད་པའི་ཐོག་ནས་ཉམས་ལེན་བྱེད་པ་དེ་འབྲས་བུ་ཁར་ཐོབ་ཡས་ཡོད་རེད། དེ་ནི་འབྲས་བུ་རྫོགས་པའི་སངས་རྒྱས་དང་བྱང་ཆུབ་སེམས་ཉམས་ལེན་བྱེད་པ་ལ་བརྟེན་ནས་འབྲས་བུ་ཁར་ཐོབ་ཡས་རེད་རྫོགས་པའི་སངས་རྒྱས་གོ་འཕང་དང་རྫོགས་པའི་སངས་རྒྱས་ཀྱི་ས་ལ་འགྲོ་ཐུབ་ཀྱི་ཡོད་རེད།

རྣམ་འདྲེན་ས་ནི་ཁ་རལ་དྲུག་སེམས་ཅན་ཀུན། སངས་རྒྱས་དང་ཐར་པའི་ལམ་དུ་འདྲེན་པར་བྱེད་པས་ན་རྣམ་འདྲེན་རྣམ་འདྲེན་གྱི་སྐྱེས་བུ་རིན་པོ་ཆེ་ཀུན་རྣམ་འདྲེན་གྱི་ཁ་ཟས་སྐྱེམས་ཀྱི་རྒྱལ་པོ་དབང་པོ་ཐམས་ཅད་མཁྱེན་གྱི་གཟིགས་པ་ཆེན་པོ། རྣམ་འདྲེན་སོགས་རྣམ་འདྲེན་ས་སྔ་མ་སོ་ན་འཁོར་བ་སེམས་ཅན་ཐམས་ཅད་འཁོར་བ་ལ་ཡང་འདྲེན་ཐུབ་མཁན་གཅིག་འཁོར་བ་ནས་ཡར་ལ་འདྲེན་ཐུབ་མཁན་གཅིག་ལ་འོ་རྣམ་འདྲེན་ཟེར་དགོས་འདོད། རིགས་དྲུག་སེམས་ཅན་ཀུན། གོང་དུ། སངས་རྒྱས་དང་ཐར་པའི་ལམ་དུ་འདྲེན་པར་བྱེད་པས་ན་རྣམ་འདྲེན་ཟེར་བ་རེད་ལ། རིགས་དྲུག་སེམས་ཅན་ཐམས་ཅད་སངས་རྒྱས་དང་ཐར་པའི་ས་ལ་ཁྲིད་འཁྲུལ་པ་ལ་བརྟེན་ནས་རྣམ་འདྲེན་ཟེར་བ་རེད་ལ། ད་དེ་ཤུགས་དེ་ལས་སླ་བ་རེད་རྐང་གཉིས་གཙོ་བསད་དེ། རྐང་གཉིས་མི་དེས། དེ་ཡི་གཙོ་བོ། དེ་ཡི་གཙོ་བོ་ཡིན་པས་ན་རྐང་གཉིས་གཙོ། ང་ཚོ་སངས་རྒྱས་ཡང་དང་པོ་ནི་སངས་རྒྱས་མ་ར་བ།

གཉིས་མེད་པར་གསུང་གཉིས་པ་མེད་པས་ན་དེ་ལས་སླ་བོ་འདུག་དེ་ལས་སླ་བ་སྙིང་ཆེ་ཤོས་དེ་སངས་རྒྱས་ཀྱི་གསུང་ལ་ང་ཚོ་སྐད་ཆ་གར་བཤད་པ་ཡིན་ན་ཡང། སྐད་ཆ་གར་བཤད་པ་ཡིན་ན་ཡང། རང་དོན་མིན་པའི་གི་གཞན་དོན་ཤ་སྟག་ཡོད་རེད་བ། ཨོ་ར་མ་ང་དོ་དགོང་དང་གཞན་དོན་མིན་པའི་རང་དོན་སྐད་ཆ་ཤ་སྟག་ཡོད་རེད་བ། བྱས་ཙང་སངས་རྒྱས་ཀྱི་གསུང་ལ་རིགས་དྲུག་སེམས་ཅན་ཐམས་ཅད་ལ་སྤྱི་ལས་ཕན་པའི་གི་གསུང་ཁོ་ན་མ་འདུག་གསུང་དེ་ག་མ་འདུག་དེ་ལས་ལྡོག་པའི་དེའི་ལྡོག་ཕྱོགས། དེའི་ལྡོག་ཕྱོགས། དེའི་ལྡོག་ཕྱོགས་སྟོན་པའི་གི་གསུང་གཉིས་པ་ཅིག་མེད་པ་ལ་བརྟེན་ནས་བྱས་ཙང་གཉིས་མེད་གསུང་ཟེར་བ་རེད་མདོར་བསྡུ་བ་ན་སངས་རྒྱས་ཀྱི་སྐད་ཆ་སངས་རྒྱས་ཀྱི་གསུང་གར་གསུངས་པ་ཡིན་པ་ཡིན་ན་ཡང་མི་ལ་ཁོ་ན་མི་ལ་ཕན་ཐོགས་པ་སེམས་ཅན་ལ་ཕན་ཐོགས་པའི་གསུང་ཁོ་ན་མ་གཏོགས་དེ་ལ་ལྡོག་པའི་གི་གསུང་གཉིས་པ་ཅིག་མེད་པ་ལ་བརྟེན་ནས་གཉིས་མེད་གསུང་ཟེར་བ་རེད་ལབ་རེད་ད་བཅོམ་ལྡན་འདས་ཟེར་བ་ང་བཅོམ་ལྡན་འདས་ཟེར་བ།

བཟླས་མ་དགོས་པ་ལ་བརྟེན་ནས་གཞུག་དེ་གཉིས་ནང་ལ་བཟླས་སྲིད་པ་དང་སྲིད་པ་འཁོར་བ་དང་ཞི་བ་ནང་རྐྱེན་གཉིས་མཐའ་ལ་འདེབས་པ་སྟེ་དེ་སྲིད་པ་འཁོར་བ་དང་ཞི་བ་མྱང་འདས་ནང་ལ་ཡང་བརྒྱ་སྐྱེ་བ་ལེན་མི་དགོས་པ་ལ་བརྟེན་ནས་གར་སིལ་བ་ཡང་ན་བཅོམ་ལྡན་འདས་སྲིད་པ་རེད་ལབ་རེད། སྟོབས་བཅུ་མངའ་བ་སེར་པོ་འགབ་ལ་བཟླས་གནས་དང་མ་གནས་དང་གནས་མ་ཡིན་པ་མཁྱེན་པའི་སྟོབས་སོགས་བཅུ་དང།

གནས་ཀྱི་བཀས་བཀོད་རྒྱུད་གླེང་ས་དེ་གངས་རི་གླིང་ས་མ་ཡིན་པར་གངས་ཏི་ལ་སོགས་པའི་གུ་སྟོབས་བཅུ་དང་ལྡན་པའི་གངས་ཡིན་པ་སྟོབས་བཅུ་མངའ་བ་གཟིགས་བ་འདི་སངས་རྒྱས་ཀྱི་མཚན་སེམས་ཀྱི་རྣམ་གྲངས་རེད་ད་དེ་བཞུགས་འདི་ལ་དེ་གར་འཛོལ་བ་ཡིན་ན། སངས་རྒྱས་ཤཱཀྱ་ཐུབ་པ་འདི་སངས་རྒྱས་སྤྱི་ཡི་མཚན་རེད་ད། ད་གཉིས་པ་དེ་ང་རང་ཚོ་གི་བདག་ཅག་གི་སྟོན་པ་ཤཱཀྱ་ཐུབ་པ།

རྩྭ་ཤིང་ཤིང་གི་ཡལ་གའི་སྒང་དེ་འདྲའི་ཤིང་གའི་ཁ་བུ་ལ་ཤིང་གའི་ཡལ་གའི་སྒང་བཞག་བཞག་རེད་ལ། ད་གོ་ཐང་མ་ཁོ་རང་གི་བསམ་བོ་ལ་ཨ་ཙི་ད་ང་ཤིང་གི་ཤིང་འདི་སྒང་ཤིང་འདི་སྒང་ལ་ང་གྲོངས་ཕྱིན་པ་ཡིན་ན་ངའི་རིགས་རྒྱུད་ཆད་འགྲོས་སར་བསམ་པའི་སྐབས་ལ་བྱས་ཙང་ཁོ་རང་གི་ཕ་གི་ཤིང་དུ་ལོ་མའི་སྒང་ལ་དེ་ལྟ་བུ་བྱ་ཡག་གི་ཅིག་ཡོད་རག་དེ་བུ་ཡིག་གི་ཁུ་བ་བྱས་བ་བོ་དེ་ཤིང་གི་ལོ་མའི་སྒང་ལ་བསགས་ཕྱིན་པ་རེད་ལ་ཤིང་གི་ལོ་མའི་སྒང་ལ་བསགས་པ་དེ་ནི་ཉི་མའི་འོད་ལ་དེད་ནས་འདོར་འདུག་པ་ཡིན་ན་ཤི་བ་བོ་དེའི་གདེང་ནི་གང་ཆེ་ད་ཐག་ག་ལེ་ག་ལེ་ན་ཤིང་གི་ལོ་མའི་སྒང་ནི

ལྷ་ཡི་ལྷ་ས་ནི་ལྷ་ཡི་ནང་ན་རྒྱ་ལྷ་རྫི་སྟེ་འཁོར་བ་ནང་ང་འགྲོ་བ་རིགས་དྲུག་སེམས་ཅན་ཐམས་ཅད་ཀྱི་ནང་ནས་འཁོར་བར་དགོས་འཁོར་བ་ནང་ནས་འཁོར་བའི་ནང་ནས་ལྷ་དེ་གནས་ཤོས་གནས་མཐོ་ཤོས་ཡིན་པ་དེ་ནི་སྤྱི་དང་འཁོར་བ་རི་དང་འཁོར་བ་ནི་གནས་ཚད་མཐོ་ཤོས་དེ་ལྷ་ཡིན་པ་དེ་ནི་ལྷ་ཡི་རྒྱང་ལྷ་ཡིན་པ་དེ་ནི་འོག་འོག་དེ་ཤཱཀྱ་ཐུབ་པ་ཟེར་བ་རེད་ལར་འོག་འོག་འདི་ཤཱཀྱ་ཐུབ་པ་ལ་བུ་རམ་ཤིང་པ།

འཕགས་མཆོག་བྱང་ཆུབ་ཀྱིས་ནི་བྱང་ཆུབ་སེམས་དཔའ་མི་བྱང་ཆུབ་སེམས་དཔའི་རྒྱུ་མཚན་གྱི་རྣམས་དང་རྒྱལ་སྲས་སུ་རྒྱལ་སྲས་སངས་རྒྱས་རྒྱལ་དེ་སངས་རྒྱས་ལ་བཤགས་སངས་རྒྱས་ཀྱིས་ང་ལ་སྲས་སམ་ཅི་དང་ང་ཚོ་སྤུ་ལ་སྲིད་བར་རྒྱལ་སྲས་སམ་མི་འདུག་ན་བྱང་ཆུབ་སེམས་དཔའ་རྒྱལ་བའི་སྲས་སུ་ནི་བྱང་ཆུབ་སེམས་དཔའ་ཅེས་རྒྱལ་བུ་མྱུ་གུ་སྲས་དེ་དེ་ཉིད་ཅི་དང་ང་ཚོ་མྱུ་གུ་རིགས་ཀྱི་མྱུ་གུ་སྲས་དུ་གང་ལ་དཔེར་ན་སྤུ་ལ་ཁུག་མདོག་སྟེང་ནང་ཤས་ཆེ་ས་དག་རྒྱལ་བུ་མྱུ་གུ་དང་རྒྱལ་བའི་སྲས་གཉིས་གཅིག་པ་གཅིག་ཀྱང་རེད་སངས་རྒྱས་ཀྱིས་སངས་རྒྱས་ཀྱིས་གང་གསུངས་པ་དེ་ཉམས་ལེན་བྱས་ནས་སླད་མ་འོངས་པར་སངས་རྒྱས་དགོས་པ་ཐོབ་ཡག་ལ

སྐར་མ་བཅུ་གཅིག་བཅུ་ཙམ་གྱི་འདུག་བྱས་ཙང་འདི་རྣམས་ལ་ཡང་རྨ་ཆེན་པོ་ཡོད་པ་ཡིན་ན་ང་ཚོས་ཉུང་ཉུང་ཉུང་ཉུང་འགྲོ་རོགས་སྔོན་ཆད་ཉུང་ཉུང་འགྲོ་དེ་རྨ་ཆེན་པོ་ཡོད་ན་ཚུར་ལ་སྐད་ཆ་དྲིས་དྲངས་ཞུ་གི་ཡིན་དེ་མཚམས་མི་ལ་འཚམས་འདྲི་ཡོད་དྲིས་ལེ།